དྲ་ཐོག་གི་བོད་ཀྱི་བརྡ་སྤྲོད་རིག་གནས་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ཁ་སང་ང་ཚོས་སྔོན་འགྱུར་ལྔ་པོ་དེ་སྡེ་ཚན་བཞི་ལ་ཕྱེ་ནས་མིང་གཞི། སྡེ་ཚན་ལྔ་པོ་གང་དང་གང་ལ་འགྱུར་བ་དང་གང་དང་གང་ལ་མི་འགྱུར་བའི་སྐོར་དེ། རྩ་བའི་དངོས་བསྟན་གཞི་བཟུང་གིས་རོབ་ཙེ་གྱིས་ངོ་སྤྲོད་ཞུས་པ་རེད། དེ་རིང། ཁྱེད་རྣམ་པས་འདི་སྐད་གཟིགས་ཤོག་དུ་འདི་གའི་ནང་ལོགས་ནས་སྔོན་འགྱུར་ལྔའམ་སྔོན་འགྱུར་གྱི་སྡེ་ཚན་བཞི་པོ་དེ། མིང་གཞིའི་ཡི་གེའི་སྡེ་ཚན་ཁ་ཅིག་ལས་འཇུག་གི་མ་རེད་ཟེར་ཏེ་གར་གྱིས་ནས་འཇུག་གི་མེད་པའི་རྒྱུ་མཚན་དེ་གསལ་བོ་ཤེས་ཐུབ་རེད་བསམ་གི་འདུག། སི་ཏང་གི་རྟགས་འཇུག་གི་ལུས་རྣམ་རྒྱ་འདྲ་བ་དེ་ལས་རྩ་བའི་གསར་བརྗེ་ཆེན་པོ་བཞི་རེད། གང་ལ་འཇུག་པ་གང་གིས་འཇུག་པ་ཇི་ལྟར་འཇུག་པ་ཅི་ཕྱིར་འཇུག་པ་སོགས་བྱེད་པ་བཞིའི་སྒོ་ནས་བཤད་ནས་དེ་སྡོམ་ཆེན་པོ་ཞོལ་གྱིས་བརྒྱབ་ཡོད་རེད། དེའི་ནང་ལོགས་ནས་ཁ་སང་ང་ཚོས། གང་ལ་འཇུག་པ་དང་གང་གིས་འཇུག་པ་དེ། ཞེས་ཚར་བ་རེད། གང་ལ་འཇུག་པ་ཟེར་ཡོང་དུས། མིང་གཞི་ཡི་གེའི་སྡེ་ཚན་ཕོ་མོ་མ་ནས་ག་རི་ག་རི་འཇུག་རེད། གང་གིས་འཇུག་རེད་ཟེར་ཡོང་དུས་འཇུག་མཁན་གྱི་ཡི་གེ་ག་རི་ག་རི་རེད་ཟེར་ཡོང་དུས་སྔོན་འཇུག་ང་དང་དེ་ལས་ཕོ་མོ་མ་ནས་འགལ་ཡོད་རེད་ཟེར་བ་དེ་རེད་དེ་ཤོད་ཟིན་པ་རེད་བ། ད་ཇི་ལྟར་འཇུག་པ་དང་ཅི་ཕྱིར་འཇུག་པ་གཉིས་དེ་ལྷག་བསྡད་ཡོད་རེད། སྔོན་འགྱུར་སྡེ་ཚན་ཁག་ཅིག་མིང་གཞི་ཡི་གེའི་སྡེ་ཚན་ཁག་ཅིག་ལ་འཇུག་གི་རེད་ཟེར་ཏེ་ག་འདྲས་སུ་འཇུག་གི་རེད་ཟེར་ཡོང་དུས། ཨ་ཕོ་ནི་དྲག་པོའི་ཚུལ་གྱིས་བལྟས། མཉམ་པར་འཇུག་གི་རེད་ཟེར་དུས་ཀྱི་བར་དུ་སོང་ཡོད་རེད། མ་གཏོགས། འཇུག་གི་མ་རེད་ཟེར་དེ་ཚོ་གར་གྱི་ནས་འཇུག་གི་མེད་པའི་སྐོར་དེ་ཟེར་གི་ཡོད་མ་རེད། བྱས་ཙང་དེ་ང་ཚོའི་དམིགས་སུ་བཀར་ནས་ཟེར་ཤ་འདྲ་གཅིག་བཏོན་ཡིན་ན་དེ་ཁྱད་པར་དགའ་རོགས་ཡོད་པའི་བཟོ་འདྲ་བྱེད་འདུག།

ད་ད་ལྟ་སྔོན་རྒྱུགས་ཀྱི་སྡེ་ཚན་ཁག་ཅིག་མིག་གཞིའི་སྡེ་ཚན་ཁག་ཅིག་ལ་འཇུག་གི་མ་རེད་ཟེར་ཡོང་དུས་ཨ་ཁེ་མཚར་དེ་གར་ཅིག་ནས་འཇུག་གི་མེད་ཡིན་ན། ཨ་ཕོ་རྒོད་པོ་མི་བཙན་པོ་རྒྱ་པོ་འདྲ་ཅིག་གིས་དེ་མགྱོགས་ཆོག་གི་མ་རེད་ད། མིག་གཞིའི་ཡི་གེ་དེ་གི་སྔོན་ནས་སྔོན་རྒྱུགས་དེ་དྲི་ཆོག་གི་མ་རེད་ད་ཟེར་ནས། ཁྲིམས་རིག་ཅིག་སྐྱེལ་གྱི་མེད་འགྲོ་བསམ་པ་དེ་འདྲས་ཡོང་སྲིད་པ་རེད་བ། དེ་ཡིན་དུས་གར་ཅིག་ནས་འཇུག་གི་མེད་པའི་སྐོར་དེ། འདི་ནི་ས་སྐྱེས་ཀྱི་ཐུ་ཡག་གི་འབད་བརྩོན་ཤོག་ཡིན། འདི་ལ་ལྗང་གུ་དེ་ཚོ་དེ་སྔོན་འཇུག་གི་སྡེ་ཚན་དང། སྔོན་པོ་དེ་ཚོ་དེ་མི་འཇུག་གི་སྡེ་ཚན་ཡིན་པ་དེ་ངས་དྲིས་ཀྱི་ཡོད། དེ་ནས་སྔོན་འཇུག་ལ་སྡེ་ཚན་བཞི་ཡོད་པ་ཕོ་མོ་མ་ནིང་གི་རྟགས་དེ་ཁ་སང་ང་ཚོས་ཞུ་བ་ནང་བཞིན་ཀ་སེར་མ་ལྗང་གིས་མཚོན་པར་བྱེད། མིང་བཞི་དེ་ཡང་དེ་ག་ནང་བཞིན་ཀ་སེར་མ་ལྗང་གིས་མཚོན་པར་བྱེད། མིང་བཞི་གི་ཡི་གེ་ཚང་མ་བྲིན་དུ་དགོས་ན་ཤོང་གི་མེད་པ་ཡིན་ཙང་མིང་ཁོ་རང་གིས་འཐུས་པར་བྱེད། དངུལ་འབྱོར་དེ་ཉུང་ཉུང་ཡིན་ཙང་དངུལ་འབྱོར་ལྔ་ཁོ་རང་རང་ཚོ་བཞག་བཞག་ཡོད། དེ་ཧ་མོ་གོ་ཡག་གི་མི་འདུག་རིགས་འགྲེ་མི་ཐུབ་ཡ། བ་བརྗེད་ཡོད་མ་རེད། ད་འདི་གི་ནང་ལོག་ནས་དོ་སྣང་བྱེད་དགོས་ས་གི་ཡོད་གཙོ་བོ་དེ་གར་ཡིན་ཟེར་ན། དངུལ་འབྱོར་དང་མི་གཞི་སྡེ་ཚན་སོ་སོ་ལ་རིམ་པ་བཞི་བཞི་ཡོད་པ་དེ་ཆགས་བསྡད་གི་ཡོད་རེད། དངུལ་འབྱོར་ལས་ཡིན་ན་ཤིན་ཏུ་མོ་མ་ནི་ཕོག་པ་ཡས་ཀྱི་བ་ལས་ཐོག་བརྩེགས་འདྲ་བོ་བཞད་འདུག་བ་རིམ་པས་ཡ་སྐས་འཛེར་ནང་གི་ཡས་ཡོད་བ་དེ་ད་གནད་འགག་ཆེ་ཤོས་དེ་རེད། འདི་ཡས་ལས་དྲང་ངེས་དགོས་ཡས་དེ་ག་རེད་ཟེར་ན། སྔོན་འགྱུར་ལྔ་པོ་དེ་སྡེ་ཚན་ཡས་ལས་ཡས་བ་ཞིག་བ་རེད་བ། དེ་ཡིན་དུས་འདི་ལས་རིམ་པ་ཡས་དགོས་གི་ཡོད་རེད་མང་ན་འགྲིག་གི་ཡོད་མ་རེད་ཉུང་ན་འདུས་གི་ཡོད་མ་རེད། རིམ་པ་ཡས་ལས་བཤད་སྟངས་དེ། སྒྲ་དྲག་པོ་ནི་ཞན་པའི་བར་དུ་དང་ཞན་པ་ནི་དྲག་པོའི་བར་དུ་དབྱེ་ཡོང་བ་ཡིན་ཙང། གནས་འདི་གི་རིམ་པ་དེ་ཡང་སྐྱེས་མཛའ་ནང་བཞིན་གྱི་ཡ་ཐོག་ཚིག་རིམ་པ་ཡོང་དགོས་ཡ་གི་རྒྱུ་མཚན་དེ་དེ་རེད། དེ་མིན་གཞན་ལ་ཡང་དག་རང་ཆགས་ཡོད་རེད། ད་ལྟའི་བྱས་ཡོང་དུས་སྔོན་འཇུག་སྡེ་ཚན་ག་འདྲས་ཀྱིས་མིང་གཞིའི་སྡེ་ཚན་ག་འདྲས་ཀྱི་ལ་འཇུག་བ་ཡིན་ན་ཡང་དེ་འཇུག་སྟངས་དེ་གསུམ་རེད།

ཕོག་ནི་ཕོག་དང་མོག་ལ་འཇོག་སའི་ཡོང་དུས་མུན་གྱིས་མོག་དེ་འདེད་འདུག་བ། ཁོ་རང་ཕོག་ཡི་རང་པ་ན་ཡོད་པའི་ཆ་ནས་མག་ཅན་མཆོང་བ་ཡིན་ན་མག་ནན་གྱི་དེ་སེམས་མཆོང་གི་ཡོད་རེད་དེ་ནས་མག་ཅན་མཆོང་དུས་ད་མོག་ནི་ལེགས་ཡོད་རེད་དེ་ཡིན་དུས་ཐོག་བརྩེགས་གཉིས་མ་མཆོང་གི་འདུག་བ།

མོག་གི་རིམ་པ་ནས་འཆོང་གི་ཡོད་རེད་བ། སྙིང་ཆུང་པ་ཡིན་ན་མང་ནན་གྱི་རིམ་པ་ནས་འཆོང་གི་ཡོད་རེད་བ། དེ་ཙང་མང་ནན་ནས་འཆོང་ཐུབ་གི་ཡོད་རེད། དེ་ནས་ཡང་འཆོང་ཐུབ་གི་ཡོད་མ་རེད། ད་དེའི་རྐྱེན་འགྲེལ་བཤད་གར་བགྱི་གི་ཡོད་རེད་ཟེར་ན། སྙིང་ཆུང་མོག་ཨ་ཡིག་དང་ཤིན་ཏུ་མོག་མ་ཡིག་དེ་ཚོ་མིང་གཞིའི་ཕོག་བཀའ་རྒྱ་བཏབ་པ་རྩ་ནས་དེ་ཚོ་ལ་གར་བགྱི་ནས་འཇུག་གི་མེད་པ་དེ། ད་འདི་ནས་གསལ་པོ་ཧ་གོ་ཐུབ་ཡ་གཅིག་ཆགས་གི་ཡོད་རེད། དེ་ནས་སྔོན་འཇུག་ཕོ་བ་ཡིན་ཏེ། མིང་གཞི་ཤིན་ཏུ་མོག་ལ་འཇུག་གི་མ་རེད་བས། དེ་ཡིན་ན། མ་ཐོག་ཚེ་གསུམ་འཆང་གི་འདུག་བས། ལ་གི་རུ་བ་དེ་ལ་སྒུག་ཡོད་རེད་དེ། དོགས་པ་དང་དྲི་བ་དེ་སྒུག་ཡོད་རེད། ད་དེ་ལས་འགྲེལ་བཤད་ག་ཡོད་རེད་ཟེར་ན། སྔོན་འཇུག་ཕོ་བ་ཡིན་ཏེ་ཤིན་ཏུ་མོག་ང་གཉའ་ན་མ་དེ་ཚོ་ལས་འཇུག་གི་རེད་ཟེར་ཡ་དེ། ཁོ་ཚོ་གི་སྒང་ལ་ཡི་གེ་གཞན་པ་གཅིག་བརྩེགས་ནས་འཇོག་གི་ཡོད་རེད། དེ་རེད་མ་གཏོགས་ཁོ་ཚོའི་སྒང་ལ་ར་དང་སག་ལ་སོགས་པ་ཡི་གེ་གཞན་དག་ཅིག་མ་བརྩེགས་པ་ཡིན་ན་འཇོག་ཐུབ་གི་ཡོད་མ་རེད། ང་ཉག་ནང་མ་དེ་ཚོའི་སྒང་ལ་ས་དང་ར་ལ་སོགས་པ་བརྩགས་ཡོང་བ་ཡིན་ན། ཡང་ན་ཁོ་ཡི་གེ་གཞན་པ་ཅིག་བཙགས་ཡོང་བ་ཡིན་ཚེ་ཁོག་གི་རིན་པ་གཅིག་ཡ་མཐོ་རུ་ཕྱིན་ནས་ཨེ་མོག་དང་མཉམ་མཉམ་ཆགས་ཡོང་གི་ཡོད་རེད་བ། མོག་དང་མཉམ་མཉམ་ཆགས་ཡོང་བ་ཡིན་ན་ཨེ་སྔོན་རྒྱུ་སྤོབས་བ་ཡེ་དེ་མ་འཆོམས་ཏེ་ཐོག་རྩ་གཉིས་མ་ཏོག་འཆོམས་དགོས་ཡོད་མ་རེད། དེ་ཧ་མ་གོ་བ་ཡིན་ན་ཨེ་སྔོན་རྒྱུ་སྤོབས་བ་ཡེ་དེ་ཤིན་ཏུ་མོག་ལ་འགྱུར་བའི་སྐབས་སུ་ཡིན་གཅིག་མིན་གཉིས་རྩིག་མ་གཅིག་ལ་མ་ཏོག་མི་འགྱུར་བའི་ཁ་རེད། མགྱོགས་ནས་འགྱུར་གི་འདུག་དེ་ཁོ་གཅིག་མ་བརྩིགས་ན་འགྱུར་གི་མི་འདུག་དེ་ཁ་རེད་ཟེར་ཡོད་ཀི།

སྔོན་འགྱུར་ཕོ་མན་ཆད་དེ་ཚོ་དེ་འཁྱོམ་ཐུབ་གི་མ་རེད། སྔོན་འགྱུར་ཕོ་བ་ཡིས་དེ་འཁྱོམ་ཐུབ་གི་ཡོད་རེད་ག་རེད་ཟེར་ན། མོན་གྱི་ཕོ་ཀ་དེ་ཁོ་རང་ཁ་དོག་རེད་བ་དེ་ལས་སག་གི་རྩ་བ་ཡིན་ན་རིན་པ་གཅིག་ཆགས་གི་རེད་བ་ར་སྟག་གི་རྩ་བ་ཡིན་ན་གཉིས་ཆགས་གི་རེད་ཡ་གང་ལ་གཉིས་འཁྱོམ་ཐུབ་གི་རེད་ཟེར་ནས་ཞུས་ཡོད་རེད་བ། གང་ལ་གཉིས་འོག་ལ་གཉིས་འཁྱོམ་གི་རེད། དེ་ལས་ལྷག་ལ་འཁྱོམ་ཐུབ་གི་མ་རེད། ཁྱེད་རྩ་གཙིགས་པོར་བ་ཡེ་ཁོ་ན་ངའི་རྒྱུ་ཡང་རྒྱུ་མཚན་ཡང། འདི་མ་གཏོགས་འགྲོ་ས་ཡོད་མ་རེད། སྟབས་བདེ་སྐྱེ་དུས་ང་ཚོས་གཏན་ཁྲིམས་འདྲ་བོ་དེ་ག་རེད་ཟེར་ན་སྔོན་འགྱུར་སྡེ་ཚན་བཞི་བོ་དེ་མིང་གཞིའི་སྡེ་ཚན་དེ་ཚོ་ལས་ཐད་ཀར་འགྱུར་ཡོད་དེ་ཤེས་མ་དགོས་བ་ཁྱེད། དེ་ནས་མ་ཐོག་བརྩེགས་འཁྱོམ་བ་ཡིན་ན་གཉིས་ལས་ལྷག་པ་འཁྱོམ་མ་ཐོག་ཡག་དེ་ཡག་འཁྱོམ་པ་ཡིན་ན་གཉིས་ལས་ལྷག་པ་འཁྱོམ་མ་ཐོག་ཡག། གནས་ལུགས་དང་རྒྱུ་མཚན་དེ་ལ་བརྟེན་ནས་རྩིག་པོ་བ་ཡེ་ཁོ་ན་ངེས་བདེ་བ་དང་གནས་ཕོག་བ་ཡེ་དེ་མིང་གཞི་ཤིན་ཏུ་མོག་དང་མོག་ཤམ་དེ་ཚོ་ལ་འགྱུར་བའི་སྐབས་སུ་ཡིན་ཅིང་མིན་གཉིས་ཡི་གེ་གཅིག་མ་བརྩགས་ན་འཇོག་མི་ཐུབ་ཡག་ད་རྒྱུ་མཚན་དེ་རེད་ད་དེ་ལས་ལྷག་པའི་གི་རྒྱུ་མཚན་དང་འགྲེལ་བཤད་ཕ་སྐྱེལ་ཡོད་མ་རེད་འོ་དེ་ལས་གོ་རྒྱུ་ཚོགས་རྒྱུ་འདྲ་གས་འདུག་མི་འདུག་ཁྱེད་རྣམ་པའི་དགོངས་པ་ཇི་བཞེད་དོ། ད་ལྷ་ཡང་འདི་གལ་ཆེན་པོ་ཡིན་ཙང། དཔེ་བརྗོད་ཉུང་ངུ་ཅིག་གི་ཐོག་ནས་དེ་བྱས་ན་ལས་སླ་བ་མིན་འགྲོ་བསམ་གྱི་འདུག་ལྗང་ཁུ་དེ་མོ་ཡིན་ཙང་དངུལ་འབྱོར་བྱེད་དངུལ་འབྱོར་གྱི་ནང་ལོགས་ནས་ཤིན་ཏུ་མོ་མ་ཡིན་དེ་བྱེད་སྔོན་པོ་དེ་མིང་གཞི་ཡིན་ཙང་མིང་གཞི་གི་ནང་ལོགས་ནས་ཕོ་བཀའ་རྒྱ་བཏབ་པ་བཙལ་ན་དེ་ཚོ་དེ་སྒྲ་དྲག་ཤོས་དེ་ཡིན་ཙང་ཁོ་རིམ་པ་འདྲ་བ་དེ་བཞི་ཡོད་རེད་བ། བརྒྱ་རྩ་སྔོན་འཇུག། ཤིན་ཏུ་རྨོག་སྟེ་ཕོ་དཀར་རྒྱ་སྟག་པ་རྩ་རྣམས་འཇོག་དགོས་ན་རིམ་པ་གཅིག་བྱས། དེ་ནས་རིམ་པ་གཅིག་བྱས། དེ་ནས་གསུམ་ཐ་མ་འཇོག་དགོས་བ། བརྒྱ་རྩ་གསུམ་ལ་འཁྱོམ་ཐུབ་གི་ཡོད་མ་རེད་དེ་ཡིན་ཚ་འཇུག་གི་མ་རེད། དེ་ནས་སྔོན་འཇུག་ཕོ་བལ་ཏེ། ཤིན་ཏུ་རྨོག་ལ་འཇོག་དགོས་ན། རྩ་གཅིག་འཁྱོམ། གཉིས་འཁྱོམ། ནི་གསུམ་པ་དེར་བ་ཁོ་གསུམ་པ་ཁ་ལས་ཐད་ཀར་ལས་འཇོག་གི་ཡོད་མ་རེད་དེ་ཡིན་ཚོད་དེ་ཤིན་ཏུ་མོར་འཇོག་དགོས་ན་ཡིན་གྱི་མི་གཉིས་ཀྱི་ཤིན་ཏུ་མོར་དེ་ཚོའི་གང་ཡི་གེ་གཞན་པ་གྱི་ཡག་གཙང་ནས་ཡང་མཐོ་རུ་བཏང་ནས་གཞན་ནས་འཇོག་གི་རེད། དེ་ནས་མོག་གཤམ་བསྟན་ཡང་སྡེ་ཚན་ལྔ་པ་དག་ཆགས་ཀྱི་རེད་དེ་ཤིན་ཏུ་མོག་གོ་བོ་ལ་བཞག་དགོས་གལ་ཡོད་མ་རེད་དྲ་ཤིན་ཏུ་མོ་ལས་གཞན་པ་གས་ཆགས་གི་ཡོད་མ་རེད། ཨེ་མོ་ཤམ་ལ་ཤི་དང་གི། ར་ལ་ཧ་སོམ་དེ་བྱེད་པ་ཡིན་ན། ར་ལ་ཏཱ་བླ་སེ་ཡེ་དེ་གཅིག་པོ་ལ་མ་གཏོགས་སྔོན་འཇུག་ཐུག་གི་ཡོད་མ་རེད་བ། ར་ཏཱ་བླ་སོ་སོ་ནི་སྔོན་འཇུག་ནམ་ཡང་ཐུག་གི་ཡོད་མ་རེད། ཨེ་ར་ལ་ཏཱ་བླ་སེ་ནི་སྔོན་འཇུག་བར་གྱི་ཐུག་གི་ཡོད་རེད་དེ་དུས་ཨེ་ཡི་གེ་གཉིས་བཙགས་ཡོང་བ་ཡིན་ཙང། ནུས་མོག་གི་རིམ་པ་གི་ཐོག་ལ་ཡང་ན་མང་ནན་གི་རིམ་པ་གི་ཐོག་ལ་སླེབས་ཡོང་གི་ཡོད་རེད་བ། དེ་ཡིན་ཙང་དངུལ་འཇོག་པར་འཇུག་ཡོད་ལ་དཀའ་ངལ་ཞིག་གི་ཡོད་མ་རེད། དེ་ནས་འདི་སྐད་ཟེར་ཤོད་དོ། སྤྱི་བཏང་གི་ང་ཚོ་བོད་ཀྱི་ཀ་མད་སུམ་ཅུ་ནང་ལོགས་ལས། དངུལ་འཇོག་གཏན་ནས་མི་འཇོག་པའི་ཡི་གེ་མང་པོ་ཡོད་རེད་བ། དེ་གི་ནང་ལོགས་ནས་གཅིག། བ་དེ་ཡིན་རྒྱུ་རེད་བསམ་གི་འདུག་མ་བདེ་སྐྱིད་བ་ཡིན་ན། བ་ལས་དངུལ་འཇོག་མི་ཐོབ་པ་དང་མི་འཇོག་པའི་རྒྱུ་མཚན།

དཔལ་ཚེ་མཐོང་སྦྱོང་ཟེར་གི་མ་རེད་ཟུར་ཕུད་འདྲ་བ་གཅིག་བྱེད་བྱ་བ་དེ་ཤེས་ཨེ་ཡིན་སྲིད་པ་རེད། དེ་ནས་རྙིང་པ་བཅས་ལས་ཡི་གེ་གྲུབ་སྟངས་ཁོ་རང་གི་ཕྱག་ནི་དངོས་འབྱོར་གྱིས་བཞག་བ་ཡིན་ན་དེ་ལས་སྙིང་རྗེ་མོ་མེད་བ། མཐོང་སྣང་མཛེས་བ་མེད་བ་དེ་འདྲའི་གི་ཐོག་ནས་ཀྱང་ཡིན་སྲིད་པ་རེད། ད་ད་ལྟ་འདི་གཅིག་ཞུས་བྱས་ན་མེད་ཀྱི་སྤྱོ་བའི་ཡི་གེ་གཅིག་ཟེར་ནས་འོ་ཨ་འདི་ལ་ལྟས་ཚེ་ང་ཚོས་མཐོང་སྦྱོང་འདྲ་བ་གཅིག་བྱེད་ཡོད་རེད་ལྟས། དཔའ་སྡེ་གི་ནང་ལོ་ལས་ཕ་དང་བ་དང། བ་དེ་བ་དང་གཤམ་མཐུད་བྱས་པ་ཡིན་ན། ཁོ་ཚོ་སོང་གིས་གླག་མ་ཁེལ་བའི་ད་རུ། ང་ཚོ་ལས་དགོས་ངེས་ཅན་གྱི་གདངས། དང་ཡི་གེ་ཁ་ཤས་ཅིག་འགུལ་བའི་བཟོ་འདྲ་ཅིག་ཡོད་རེད་ཕྱི་ཐང་གི་ཕྱི་ཡི་སྐད་ཡིག་གང་འདྲ་ཅིག་གི་གདངས་དང་དག་ཆ་དང་གང་འདྲ་ཅིག་ཡིན་ན་ཡང་ང་ཚོ་བོད་ཀྱི། ཡི་གེ་ནང་ལོགས་ལ་དྲི་ཐུག་རེད་ཟེར་ཡག་ཀྱི་རེད། ཨ་དེ་ཡང་དཔའ་སྡེ་སྤོས་པའི་སྡེ་བ་གཞན་པ་དེ་ཚོ་གི་མདང་ཐག་གྱོན་འདྲ་ཀྱི་རེད་ད་དཔའ་སྡེ་གི་ནང་ལོགས་ལ་ཡོད་དགོས་པའི་ཚོད་ཅིག་ལ་ཨིན་ཇི་གི་ཨེབ་ཟེར་ཀྱི་ཡོད་རེད། དེ་གི་མདང་འདི་གཅིག་བྷི་ཟེར་ཀྱི་ཡོད་རེད་དེ་གི་མདང་གཉིས་པོ་དེ་ང་ཚོ་བོད་སྐད་གི་ནང་ལོགས་ལ་བཟོ་ཐུབ་ཡག་ཁ་བོ་ཆགས་ཡོད་རེད། ཀ་མེད་རང་གི་ནང་ལོགས་ལ་ཁ་བོ་ཆགས་ཀྱི་ཡོད་རེད། ཨེ་གཞན་དག་སྔོན་རྗེས་དང། མགོ་འདོགས་སྦྱར་ནས་སྡང་དེ་ཐོན་ཡོད་ཅེས་བྱེད་ཡ་ལ་ཡང་ཁ་བ་དཔེ་ཆགས་ཀྱི་ཡོད་རེད། དངོས་གནས་བྱས་ན། ཨེཕ་དང་བྷེ་གི་སྡང་དེ་དཔའ་འདེགས་ཀྱིས་སྟོན་དགོས་འདྲ་བྱས་ཡོད་རེད་དེ། དེ་མ་འདང་བ་གི་སྐྱོན་ཆ་འདྲ་བལྟས་ཚར་གྱི་ཡོད་པའི་བཟོ་རེད་དེ་ཡིན་དུས། བ་དེ་མེད་ཀྱི་ཆོ་བོ་ཡི་གེ་ཟེར་ནས་སྤུས་ཀྱི་ན།

ཕ་རྗེས་ཨ་ལ་བསྟན་དར་ལྷ་རམས་པ་ནི་འགོ་བཙུགས་མེད་འགྲོ་དེ་ཡར་སྔོན་ལ་ངའི་ཞིབ་འཇུག་དང་བྱེད་ལོང་མ་རེད་དེ་དེ་ནས་ནི་མ་སོང་ཡོང་དུས་ལྷག་པར་དུ་དེང་སང་གི་བོད་ཀྱི་བརྡ་སྤྲོད་རིག་པའི་མཁས་པ་དེ་ཚོ་ག་ལ་བོར་ཟེར་ན། ཨ་དང་ཧ་དང་ཨ་གསུམ་དེ་བོད་ཀྱི་དབྱངས་རེད་འདི་ཤ་སི། ཨ་དེ་ཕོ་ཡི་ཡི་གེ་ཀ་རྒྱ་བཏབ་པ་བཙགས་ན་དེ་ཚོ་སྲོག་ལ་ཞུགས། ཁ་སྐྱ་ཐབ་པ་ཚ་དེ་ཚོ་གི་སྲོག་འདྲ་བ་དེ་ཧ་རེད་དེ་ཤ་སྲི། ཡི་གེ་གཞན་དེ་ཚོ་གི་སྲོག་འདྲ་བ་དེ་ཨ་རེད་དེ་ཤ་སྲི། དེ་ཙང་ཁོ་གསུམ་དེ་དབྱངས་ཡིན་ཙང་ནི་ངུ་འཇུག་ཐུབ་གི་ཡོད་མ་རེད་སྲི། དེ་ནས་ར་ལ་སྙིང་པོ་དེ་ག་རེད་སྲི། ར་ལ་སྙིང་པོ་དེ་རེ་རེ་ནས་བྱས་པ་ཡིན་ན་ངུ་འཇུག་ཙང་ནི་ཐུབ་གི་ཡོད་མ་རེད་བ། ཏུ་ཁོ་རྙེད་དེ་ཚོད་རྩ་བ་ཡིན་ན་ར་ལབ་ཏུ་གླ་ཟེར་བཞི་བ་ཡིན་ན་དངུལ་འགྱོ་བ་ཐུག་ཡོད་རེད་སྤྱི་བཏང་གི་རྩིག་ཕོར་བ་ཡིག་ཁོ་ན་ངན་ཟེར་ཡ་རྩ་བརྒྱད་བ་ཡིན་ན་བ་མ་ཐུག་འགྱོ་གི་མ་རེད་བ་ད་འདི་ལས་ངས་བལྟས་ཡ་ཡིན་ན་དངུལ་འགྱོ་སྡེ་ཚན་བཞི་ཕོ་མོ་མ་ནིང་ཤིན་ཏུ་མོ་དེ་མི་བཞི་ཕོ་མོ་མ་ནིང་ལ་སོགས་པ་ལས་འགྱོ་དང་མི་འགྱོ་གི་དབྱེ་བ་དེ་ཆོས་ཉིད་དང་མཐུན་པ། ང་ཚོའི་དཔེ་ཆ་ནང་ལོ་ལོས་ཕྲ་བ་ཕྲ་བའི་མཇུག་ཐོག་ཏུ་ཟས་མཆོད་ཡོད་རེད། སྙོམས་འཇུག་གི་སྐབས་སུ་སེམས་ཤིན་ཏུ་ཕྲ་བ་དེ་ནི་སེམས་ཤིན་ཏུ་ཕྲ་བ་གཞན་པ་ཀྱི་ཕ་ཁ་བོ་ཡང་ལས་སླ་བོ་ཤི་བོ་ཡོད་རེད། སེམས་ཤིན་ཏུ་ཕྲ་མོ་ཀྱི་རགས་པ་ལ་ཐོབ་བྱ་སྒོ་བརྒྱད་ཚོ་འཇོག་དགོས་ན་ཁག་པོ་ཤི་བོ་ཡོད་རེད། དེ་ག་ནང་གི་སེམས་རགས་པ་ཀྱི་ལམ་སང་ཕྲ་མོ་ལ་ཕ་ཁ་བརྗོད་ཡོད་ཁག་པོ་ཤི་བོ་ཡོད་རེད། ཕྲ་མོ་ནི་ཕྲ་མོ་དང་རགས་པ་ནི་རགས་པ་ལ། ལས་སླ་བོ་ཡོད་རེད་ཟེར་ཡག་བྱུང་རེད། དེ་ག་ནང་བཞིན་མངོན་འགྱུར་ཤིན་ཏུ་བ་མ་ཡིན་ཏེ་ཧ་ཅང་གི་སྒྲ་ཞན་པ་ཡིན་ཙང་ཧ་ཅང་གི་སྒྲ་དྲག་པོས་མིང་རྗེ་བོ་བཀའ་རྒྱ་བཏབ་པ་ཙ་ན་ན་འགྱུར་ཡོད་དེ་ཁ་བོ་ཆགས་བསྡད་ཀྱི་ཡོད་རེད། དེ་ག་ནང་བཞིན་མངོན་འགྱུར་བ་ཡི་ཕོག་དེ་ཧ་ཅང་གི་སྒྲ་ཚོར་དྲག་པོ་ཡིན་ཙང་མིང་རྗེ་ཤིན་ཏུ་མོ་དང་མོ་གཤམ་དེ་ཚོ་ལས་འགྱུར་ཡོད་ལས་ནི་ཧ་ཅང་ཁ་བོ་ཆགས་ཀྱི་ཡོད་རེད། བསྟན་བཟང། ཨེ་ཤེས་ནུ་མོ་དང་མོ་ཤང་དེ་ཚོ་ལ་འཇོག་དགོས་ན་གང་ལ་ཡ། བཙག་དགོས་ཀྱི་རེད་མ་བཙག་ན་ཁོ་འཇུག་གི་མ་རེད། དེ་ནས་སྐབས་འདི་ལས་ཡི་གེ་ལས་ཕོ་མོ་མ་གནང་ཟེར་ནས་མེང་གཡར་ཡོང་བའི་རྟེན་ཡང་ཤི་ཏང་གིས་མེང་གང་བྱུང་མང་བྱུང་ཅིག་གཡར་ཡོང་བ་དང་འདྲ་གི་ཡོད་མ་རེད། འཇིག་རྟེན་འདི་གའི་ཐོག་ལ་ཕོ་མོ་མ་གནང་ཟེར་དེ་ང་ཚོ་སྲོག་ཆགས་ཅིག་ལ་བཞག་གི་ཡོད་རེད་བ། སྲོག་ཆགས་དེ་གི་ཕོ་མོ་མང་ནའི་དེ་གི་དབྱེ་བ་དེ་ཡང་ཕོག་ཟས་དེ་ལུས་ངག་ཡིད་གསུམ་གང་གི་ཆ་ནས་ཀྱང་ཏེ་ཚིག་གོ་དྲག་པོ་འདྲ་བོ། སྟོབས་ཆེ་བ་འདྲ་བོ། སྐད་ཡིན་ན་ཡང་སྐད་སྦོང་བ་འདྲ་བོ། གོ་མ་འདྲ་བ་འདྲ་གཅིག་ཡོང་གི་ཡོད་རོ། དེ་གི་ཆ་ནས་སྐབས་འདི་ལས་མིང་གཞིག་གི་ཕོག་ཡིན་ན་ཡང་དེ་ག་ནང་གཞིག་ཡི་གེ་ཐམས་ཅད་ཀྱི་ནང་ལོགས་ནས་དྲག་པ། མངོན་འགྱུར་གྱི་ཕོགས་ཡིན་ན་ཡང་མངོན་འགྱུར་ཐམས་ཅད་ཀྱི་ནང་ནས་སྒྲ་དྲག་པོ། ད་དེ་འདྲའི་གི་གནས་སྟངས་ར་བ་དེ་མང་པོ་བཤད་ཡོད་རེད། ད་གོང་གི་བརྗོད་བྱ་དེ་དང་འབྲེལ་བ་ཡོད་པ་གཅིག་ཞུ་དགོས་ག་རེ་འདུག་ཟེར་ན། བཏང་འབྱོར་བསལ་ཡོང་དུས། སྤྱི་བཏང་གི་མངོན་འགྱུར་ལྔ་ལས། སྡེ་ཚན་བཞི་ཞེས་ཕོ་མོ་མང་ནན་གྱི་རྟགས་བཞི་ཞེས། ཀ་མད་སུམ་ཅུ་སྟེ། ཕོ་མོ་མ་ནིང་ལ་སོགས་པའི་སྡེ་ཚན་ལྔ་བཤད་ནས། རྟགས་ལྔ་བཤད་ནས། རྟགས་ཕན་ཚུན་གཉིས་པོ་དེ་གང་དང་གང་ལ་འཇུག་གི་རེད་འཇུག་གི་མ་རེད་ཟེར་བ་དེ་གི་ཐོག་ནས་མ་ཤེས་ཡོང་གི་ཡོད་ཡིན་ཙང་རྟགས་འཇུག་ཟེར་གི་གོ་དོན་ཡང་དེ་ག་རང་ཆགས་གི་ཡོད་རེད་བ། ད་དེ་འདྲས་བཤད་ཡོང་བའི་སྐབས་སུ་མོ་གཤམ་ལ་འཇུག་ཚུལ་བཟོ་རྩལ་གཅིག་བཤད་ཡོད་མ་རེད། དེ་ཡིན་དུས། མོ་གཤམ་གསལ་སྡེ་ཚན་སོགས་དུ་ཤེས་དགོས་ཡའི་རྒྱུ་མཚན་ག་རེ་ཡིན་པ་ལ་སོགས་པ་དེ་སྔོན་མ་ངའི་གཏམ་རྒྱུད་ཀྱི་འགྲེལ་བ་དེ་གི་ནང་ལོགས་ལ་དཔྱད་བརྗོད་བྱས་ཡོད་རེད་དེ་ཕྱག་ཚོད་འདི་ཞུ་དགོས་ཡ་ཡོད་མ་རེད་དེ་ཉོག་འགྲོ་གོ་རོ། ལ་སོགས་པའི་རྒྱུ་མཚན་མང་པོ་བཅས་གོང་བསྒྲིགས་ནས་བཏགས་ཡོང་དུས་གཏམ་རྒྱུད་ཀྱི་དངོས་བསྟན་གཙོ་བོ་དེ་བྱ་ཚིག་གི་ནང་ལོགས་ནས་བྱ་ཚིག་ཤི་སྟངས་ལ་ཟེར་ཏེ་ཆགས་བསྡད་ཡོད་རེད། བྱ་ཚིག་སྤྱི་དང་བ་ཐོ་བོ་བ། ཞེ་དྲག་པ་ཟེར་ཡག་གི་སྡེ་ཚན་ཆེ་ཐང་ནས་གསུམ་བཤད་ཡག་གི་ལུགས་སྲོལ་གྱི་ཡོ་རོ་བ་དེ་གི་དབང་དུ་བྱས་པ་ཡིན་ན། བྱ་ཚིག་སྤྱི་དང་བ་ཆགས་དེ་ཡོ་རེད། སྤྱི་དང་ནས་གཏམ་རྒྱུད་ཀྱི་བསྟན་བྱ་དེ། ཚིག་གི་དབང་དུ་བྱས་པ་ཡིན་ན་བྱ་ཚིག་རེད་བ། མིང་ཚིག་ཡང་མ་རེད་འཕྲལ་ཡང་མ་རེད། གཙོ་བོ་བྱ་ཚིག་བསྟན་གི་ཡོ་རེད་བྱ་ཚིག་དེ་གི་ཐོག་ནས་བདག་གཞན། དུས་གསུམ་བྱ་བྱེད་ལས་གསུམ་ལ་སོགས་པ། བརྡ་སྤྲད་པའི་ཐོག་ནས། འགྲོ་བ་མིའི་རིགས་ཀྱི་སྨྲ་འདོད་པ་དང་གོ་འདོད་པའི་དེ་ཚོ་གི། བསམ་པ་བསྐང་བའི་ཐོག་ནས་གང་འདི་འདོད་པ་དེ་སྒྲུབ་ཀྱི་ཡོད་རེད། དེ་ཡིན་དུས་གཏམ་རྒྱུད་ཀྱི་བྱ་ཚིག་བསྟན་རྒྱུ་བ་ཅི་ཅིར་འཇུག་གི་རེད་འཇུག་གི་མ་རེད་ཟེར་ཡ་དེ་ཚོ་ཤེས་ས་ཀྱི་གཞི་དང་དངོས་སྟེང་ཟེར་གི་མ་རེད་ད་དེ།

ཡིན་ན་ཡང་ཞྭ་ཚིགས་ཀྱི་བཏང་བ་དེ་ཞྭ་ཚིགས་ཚང་མ་གི་ནང་ལོགས་ནས་ཁྱེད་མཆོག་ད་རབ་ད་ཕུ་དུ་ཕྱིན་པ་ཡོད་ན་མེད་ན་དེ་ཆགས་གི་ཡོད་རེད་བ། ཤི་ཏང་གི་ཞྭ་ཚིགས་ཀྱི་ཞལ་ལས་འདྲ་བ་དེ་ག་རེད་ཟེར་ན། བདག་གི་དུས་སུ་ཞྭ་བཞི་ལས་གསུམ་དེ་མ་འཕྲོ་བ་མ་ནོར་བ་གསལ་པོ་གཅིག་སྟོན་ཐུབ་ཡ་དེ་ཁོ་རང་ཚོ་གི་ལས་འགན་འདྲ་བོ་དེ་ཆགས་བསྡད་ཡོད་རེད་བ་དེ་སུས་སྟོན་ཐུབ་དང་མ་ཐུབ་ཀྱི་ཐོག་ནས་ཁོ་རང་ཚོ་ཡ་རྡུང་འདྲ་དེ་བཤད་དགོས་ཀྱི་རེད་བ། དེ་ཡིན་དུས་དུས་གསུམ་ཞེ་སྡང་བ་ཟེར་ཡ་དེ་ཚོ་གིས་དེ་གསལ་པོ་ཞིབ་ཀྱིས་སྟོན་ཐུབ་ཡ་རེད། དེ་ནས་དུས་གསུམ་ཞེ་དྲག་དང་མཐོ་བོ་བ་དེ་ཚོ་ཡིན་ན་གཡས་གཡོན་ནས་ཚིག་གྲོགས་མང་པོ་ཅིག་ཀོ་ར་འདྲ་བོ་བསྐྱབས་ནས་བརྡ་མ་སྤྲད་བ་ཡིན་ན་གོ་ཡ་ཁག་པོ་ཡོད་རེད། ཡིག་ཐོག་ལ་བྲིས་བཞག་པ་ཡིན་ན་ཨོ་ཚོད་ཡོད་རེད་དེ་དེ་ཡང། བརྡ་སྤྲོད་ཀྱི་འགྲོ་སྟངས་ཤེས་མཁན་གྱི་སྟེང་ནས་མ་གཏོགས་མི་ཤེས་མཁན་གྱི་སྟེང་ཡང་ཡིན་ན། ཡིག་ཐོག་ནས་ཀྱང། བྱ་ཚད་ཞེ་དྲག་པ་དང་མཐོ་བ་དེ་ཚོ་གི་དུས་གསུམ་དང་བྱ་བྱེད་ལས་སུ་ཤེས་ཡག་དང་དཔེ་ཁག་པོ་རེད། དུས་གསུམ་བཤད་སྟངས་བ་ཟེར་ཡོད་དེ་ཡིན་ན། མིག་གི་ཁ་ནས་ཕར་ལབ་ཡོང་དུས་ནས་དེ་འདས་མ་འོངས་བདག་གཞན་དུས་ཚོད་གང་ཡིན་པ་ལམ་སང་ཧ་གོ་འགྲོ་ཡོད་སྐད། ད་བྱ་ཚད་ཀྱི་ནང་ལོགས་ནས་རྒྱ་པོ་འདྲ་བོ་མཆོག་ཏུ་གྱུར་པ་དེ།

ཨ་ནི་ཕོག་དང་མོག་ལ་འཇོག་ཟེར་ཡོང་དུས། ཨེ་མོག་ཚང་མ་ལ་འཇོག་གི་མ་རེད་བ། དེ་ཡིན་དུས་མོག་རེ་རེ་བཞིན་ད་ག་རེ་ལ་འཇོག་གི་རེད་ག་རེ་ལ་འཇོག་གི་མ་རེད་ག་འདྲའི་སྐྱེ་ལ་བརྩིགས་ནས་འཇོག་གི་རེད་ག་འདྲའི་སྐྱེ་ལ་མ་བརྩིགས་ནས་འཇོག་གི་རེད་ག་འདྲའི་སྐྱེ་ལ་མ་བརྩིགས་བ་ཡིན་ན་འཇོག་གི་མ་རེད་ཟེར་ཡ་ལ་སོགས་པ་ད་དེ་འདྲའི་གི་ཞིབ་ཕྲ་དུ་མ་གོ། ད་ཞི་དྲག་གི་མང་པོ་ཆགས་འགྲོ་གི་རེད་བ། དེ་ཡིན་དུས་ད་ལྟ་ང་ཚོ་རོབ་ཙེ་སྐྱེས་གི། ཁྱེད་དེ་ཡིན་དུས་ཡང་དེ་འདྲའི་སྐྱེ་དགོངས་པ་ཞིག་གི་ཐོག་ནས།